ཨོ་བཀྲ་ཤིས་བདེ་ལེགས། ཨ་ནེ་ཡེ་ད་ང་ཚོ་གོས་སྤྱོད་འཇུག་གི་བརྩམས་ཆོས་སྦྱར་མི་ཉིན་གཅིག་གི་ནང་ན་ད་བརྩམས་ཆོས་གཉིས་ཀ་བཞག་སྟངས་ཀྱི་རིམ་པ་དེ་སོང་ཚར་སོང་ར་དེ་འདྲ་ཡིན་དུས་ན་དེ་དང་འབྲེལ་ཡོད་ཀྱི་འདྲ་པར་བཞག་སྟངས་ཀྱི་མཚམས་ནི་ངོ་སྤྲོད་དེ་གཅིག་ཡིན། ཨ་ནེ་འདྲ་པར་བཞག་ས་གི་འདི་ཨེ་མའི་རྗེས་སུ་རྒྱུ་དེའི་ནང་ལ་འགྲོ་དགོས་ཀྱི་ཡོད་རེད་དེ་ནས་དཀྱིལ་གྱི་ནང་ཉིན་སྡེ་ཚན་དང་པོ་སྟེ། ཉིན་གཅིག་དང་ག་རེ་འབྲེལ་བ་ཆགས་ཀྱི་ཡོད་རེད་ཟེར་ན་ཉིན་གཅིག་གི་ནང་ན་འདི་བརྩམས་ཆོས་སྦྱར་མི་ཉིན་གཅིག་སུ་རྒྱུ་དེའི་སྒང་ལ་འདྲ་པར་གཅིག་ཤར་དགོས་འདུག་ཨོ་དེ་བཞག་སྟངས་ཀྱི་རིམ་པ་རེད། ཨ་ནི་འདི་ལ་སོ་སོ་གི་འདེབས་ཨ་ད་ཡང་འདི་གཞན་གི་བཟོ་ཚར་རྒྱུགས་ཏེ་འདི་ཡང་འདེབས་ས་གཉིས་ཡོད་རེད་དེ་ནས་རང་གི་བཞག་སྟངས་དེ་ཡིན་ན་ཨ་ནི་དང་པོ་སོ་སོ་གི་བརྗིད་ཆགས་གྲ་སྒྲིག་བྱས་ཡོད་པའི་ནང་ནས་ད་ངས་བཞི་བ་ལྷ་ཟེར་རྒྱུ་དེ་བཞག་ས་དགོས་རེད་དེ་ནས་འདྲ་པར་འདི་ངེས་བར་དུ་རྒྱབ་ལྗོངས་མེད་རྒྱུགས་དགོས་རིགས་བྱོས་ཨ་དེ་འདྲ་ངེས་བར་དུ་དབྱེ་འགོག་ཡོད་རེད་དེ་དང་དེ་ནས་ཆེ་ཆུང་འདི་གར་དགོས་ན་རང་གི་འདོད་པ་ལྟར་དུ་འདི་གི་སྒྲིག་ཆོག་ཡོད་རེད་དེ་ནས་འདི་འོག་མ་དེ་ཡིན་ན་ཨ་ནི་འདི་གི་སྐོར་སྐོར་འདི་གི་རྒྱབ་ལོགས་ཨ་ད་ཤར་རྒྱུགས་གི་མཚོ་འདྲ་དེ་རེད་ད་སོ་སོ་གི་འདོད་པ་ལྟར་དུ་འདེམས་ཆོག་གི་ཡོད་རེད་ཟེར་ངེས་དཔེ་མཚོན་རེད་དེ་རང་རྒྱལ་དེ་འདྲ་ཅིག་འདེམས་བཞག་བྱ་དགོས་དེ་འདྲ་ཡིན་དེ་ན་འདི་གི་འདྲ་པར་དེ་འདི་སེར་པོ་དེ་ན་འཆར་རན་གི་རེད་ཟེར་ཁ་པར་ནང་འཆར་ཨང་དེ་ན་དེ་འདྲ་ཚིག་ཅིག་ད་འདི་ཚོ་དེ་དམིགས་བསལ་གི་དགོས་ངེས་དེ་འདྲ་ཅིག་མ་རེད་དེ་འདྲ་ཡིན་དེ་ན་ངས་བཞག་ངོ་སྤྲོད་བྱེད་ཀྱི་མིན། ཨ་ནི་འདི Navigation Driver ཟེར་རྒྱུ་དེ་དགོས་ངེས་ཅིག་རེད་དེ་ཡང་མཉེན་ཆས་ཀྱི་ནང་ང་ག་འདྲ་ཚིག་ཅིག་ནས་འཆར་གི་རེད་ཟེར་བ་ཡིན་ན་ང་ཚོས་མཉེན་ཆས་དགོས་ཆེད་དེ་ནི་འདི

ཨོ། དུས་ཀྱི་འདྲ་པར་དུ་བཞག་སྟངས་ཀྱི་རིམ་པ་དེ་རེད། དེའི་ནང་ཉིད་ན་ངས་ང་རང་གྲ་སྒྲིག་བྱས་ཚར་བའི་བཞི་བ་ལྷ་ས་ཟེར་གྱི་དེ་བཞག་བྱ་གི། དེ་ཅི། དེ་ནི་ད་འདི་ག་བ་དང་འབྲེལ་བ་བལྟ་དགོས་པ་ལས་ན་འདི་ནི About ཟེར་ར་ཅིག་འདུག་དེའི་ནང་དུ་ནི་བཟོ་དགོས་ཀྱི་རེད། དེ་ཅི། དེ་བཞག་སྟངས་ཀྱི་རིམ་པ་དེ། འདི་ནི་ཨེ་མའི་རྗེས་སུ་བཟོ་རྒྱུ་གི་དེའི་མཚམས་ནི་དེའི་གུག་རྟགས་གཅིག་གི་ནང་ལ་ཡོད་བསྡད་པ་དེ་ཚོ་ཚང་མ་འདིའི་ནང་ལ་བྲིས། དེ་ནི་འདིའི་མཚམས་ནི། ཨོ། འདིའི་མཚམས་ནི། ཨོ་འདི་བར་དུ་དེ། འདི་པར་གྱི་མིང་རེད་འདུག་པར་གྱི་མིང་དེ་འདི་ལས་སྐུ་རང་ཉིད་ཞི་བ་ལྷ་ཚགས PNG ཟེར་ཡག་གྱི་འདུག་ཏྲེ་གཅིག་ཀྱང་མ་བྱས་པར་མ་ནོར་བ་གཅིག་ནི་ད་ད་ག་རང་འདིའི་མཚམས་ནས་བྲིས་སོང་བ་ཡིན་ན་འཆར་ཡོང་གི་རེད། ད་ཆུ་དེ་འཆར་རྒྱུ་དེ་བཟོ་ཡག་དེ་འགྲིག་དང་ཡོད་མེད་ད་ས་དེ་གར་བྱས་ན Viewer ཟེར་རྒྱུ་དཀྱིལ་ནང་ད་ད་འཆར་འདུག་དེ་འདི་འགྲིག་ཡོད་རེད་འདི་ནང་འཆར་མེད་བ་ཡིན་ན་འགྲིག་མ་རེད་འགྲིག་མེད་བ་རེད་དེ་འདྲ་ཡིན་དུས་ན་འོ་དེ་ལེགས་བཅོས་གཏོང་དགོས་ཀྱི་ཡོད་རེད། ཧ་ནི་ད་འདི་འདི་ནི་ད་དུང། Border ཟེར་ཡག་ཅིག་ཡོད་རེད Border ཟེར་ཡག་དེ་སྤྱིར་བཏང་གི་ང་ཚོ་གི་བདེན་གྲགས་ཅིག་ཡོད་རེད་ཡིན་ན་ཡང་ད་དེ་བཞག་ན་ལེན་པོ་ཡོང་གི་ཡོང་མ་རེད་ང་ཚོ་གི་བོད་ཡིག་གི་ནང་ལ་ཡང་ཡིག་གཟུགས་གཟུགས་དག་དེ་ཚོ་གི་མཚམས་ནི་ལེན་པོ་མེད་རེད་ཡོད་བ་ཡིན་ན་སོ་སོ་གི་འདོད་པ་འདི་ཚོད་ལྟ་བྱེད་ནས་བཞག་རོགས་བྱས་ཟེར་ནས་བཞུགས་གི་ཡོད་ཧ་དེ་འདྲ་ཡིན་དུས་ན་ད་ང་ཚོ་འདྲ་པར་བཞག་སྟངས་གི་སྡེ་ཚན་གི་ངོ་སྤྲོད་དེ་དེ་ཙམ་གྱིས་འགྲིག་པ་ཅིག་གི་ཡིན་འདི་ལ་དཔེ་དེ་ནས་རང་གི་འདོད་པ་ལྟར་དུ་ཚང་མ་ལག་ལེན་གི་ཐོག་ནས་ཤི་བར་བྱེད་རོགས་བྱས་ཟེར་ནས་བཞུགས་གི་ཡོད་ཐུགས་རྗེ་ཆེ།